ཨ་ནི་ད་ང་ཚོ་སྤྱོད་འཇུག་གི་ནང་ལོགས་ལ་ཡོད་རེད་ལྷམ་མཐུ་གཙང་ཆུ་གར་ཚིག་པར་ས་སྟེང་འདི་དག་བརྐོ་ཡོད་ན་དེ་སྙེད་བརྐོ་བའི་ག་ལ་ལངས། ལྷམ་མཐུ་གཙང་ཞིག་བརྐོ་ཡོད་ན་ས་སྟེང་བརྐོ་བའི་དབུ་དང་མཚམས་བསལ་ཅིག། རྒྱལ་བ་རིན་པོ་ཆེ་ལ་སྐྱེས་ཀྱི་མཚན་མ་ཞིག་དེ་ལ་འཕྲེང་དང་སྙིང་གི་མཚན་མ་ཞིག་དེ་ལ་འཕྲེང་དང་འཕྲེང་ག་ཚད་པ་དུ་གཏུགས་གིན་པ། ཨ་ནི་མཚན་མའི་བྱེད་མཁན་ཡོད་ན་དེ་དེ་ག་ར་ཧ་ལས་ཡོད་རེད། ཨ་ནི་དེ་འདྲའི་བྱས་ན་ང་རང་ཚོ་གི་སྨྱོ་སྒྲ་དང་གི་གོང་དུ་སྐྱེས་གི་སོང་ཟེར་ང་ཚོ་འདི་ནས་ཀྱི་མཚན་མའི་བྱེད་མཁན་མང་རུ་འགྲོ་དགོས་ཡོད་པའི་སོ་སྒྲ་བོ་ཆེ།

ཉེན་ཁ་ཅིག་དང། དེ་ལ་ཡང་གདོང་ལེན་བྱེད་དགོས་ངེས་ཀྱི་གནས་སྟངས་ཅིག་གཟིགས་པའི་ཐོག་ནས་ཁྲིམས་ལ་གཏུགས་པའི་གི་དེ་འདྲའི་ཅིག་ཐག་གཅོད་ཅིག་ཆགས་པ་རེད་ཞེས་ནས་འདི་ཞུ་འདོད་བྱུང། དགེ་རྒན་ལྷ་རོང་པ་ཨ་ཀྲུག་ཚེ་བརྟན་ལགས། པ་དེ་ཚོ་མཆོག།
གོང་དུ་ང་ཚོ་བཀུར་འོས་སྤྱི་འཐུས་ཅིག་གིས། འགན་མ་འཁྱེར་བའི་སྐད་ཆ་རྫབ་ཆེན་ཅིག་བཤད་སོང། དེ་ཡིན་དུས་གང་ལ་ད་ལྟ་ངས་འདིའི་ཐོག་ལ་སྐད་ཆ་ཅིག

སྐད་ཆ་འདི་ཚོ་དྲ་ཚོགས་སྐོང་འོག་དཔལ་ལྡན་ཚོགས་གཙོ་ངོས་ནས་ནང་སྟངས་བཙན་བྱས་ནས་གྲོས་ཚོགས་ནང་ནས་ཐེངས་བར་མ་གཏོགས། དེའི་སྐད་ཆ་འདི་གར་ཆགས་འགྲོ་བ་ལ་ནི་ང་ཚོ་བོད་མི་རིགས་ལ་ཁྱད་གསོད་བྱེད་བར་དང། ཆོས་ལུགས་ཀྱི་དར་པ་ལ་རྡོག་རེག་བྱེད་བར་རེད། རྩ་དོན་གཏོར་བཤིག་བཏང་བར་རེད། སྐད་ཆ་དེ་འདྲ་བཤད་ཡོང་ན། ད་དེའི་རྗེས་ལ་ཀུ་རེ་གཅུན་དུས་ཁ་ཤས་ཁབ་ཐུག་ལ་ལས་རོགས་རྣམ་གཞག་ཅིག་སྟོན་དགོས་བསམ་སོང་སྟེ་དེའི་རྗེས་ལ་ང་རང་ཆ་ཤས་ལེན་གྱི་ཁེལ་དེ་ཡོད་ད་འགྲིག་གི་འདུག་བསམ་སོང། ཨ་ནི་ཀུ་རེ་གཅུན་དུས་ཁ་ཤས་ཅིག་ལ་ཆ་ཤས་ལེན་སོང་གོ་མེད་ཚོར་མེད་རེད་ལྷག་པར་དུ་འཛིན་སྐྱོང་བཀའ་ཤག་གིས། དེའི་བར་རུ་སོ་བརྗེ་བར་སངས་ཅིག་བཏང་ནས་ད་དེ་ལ་གྲོས་བསྡུར་ཅིག་བྱས་ནས་ལས་ཡག་པོ་ཅིག་གནང་གི་རེད་བསམ་སོང་སྟེ། ཨ་ནི་དེའི་འཐུས་མི་ཁ་ཤས་ལ་ཅིག་བསྟོད་བསྔགས་བྱས་ཡ་ལ་ཐུགས་རྗེ་ཆེ་སྒྲོག་ཅིག་ལབ།

སྐུ་རུ་ཤག་རོགས་ཞིག་གི་ཀ་ར་ལ་སོང་ལ་ན། སྐྱབས་མགོན་ད་ལྟ་ཉི་པ་གླིང་གི་ཉོག་དྲ་དེའི་རྒྱབ་ལོག་ལ་ཡག། སྐྱབས་མགོན་རིན་པོ་ཆེ་འོས་ཅིག་དེ་འདྲི་ག་གསར་འགྱུར་ཚིག་ཅིག་འགྲོ་གི་འདུག་ལ་ཡ་ཅིག་དེ་འདྲི་ཅིག་བཤད་སོང། ཨ་ནི་ངོ་མ་ཡག་པོ་གི་ཚིག་ག་གཤམ་གསལ་ཅིག་གནང་ཡོད་རེད་དེ་ཚང་མ་ཅིག་འགྲེལ་ལོག་ཟིན་རེད་རྒྱབ་བྱས་བྱས་འདི་ནང་བླངས་སོང་བ། ང་ཚོའི་བདེན་འདྲི་ཡུ་བ་ཡིན་ན

དེ་འདྲ་བྱུང་གི་འདུག་ཟླ་བ་ལགས་ཁྱེད་སྐད་ཆ་ཆེན་པོ་གླང་དགོས་ཡོད་རེད།
དེ་རིང་རྣམ་རྒྱལ་ཚོགས་གཙོ་ལ་བསྟན་རོགས་གནང་རོགས་སྐྱིད་སྐྱིད་ཕར་ཚུར་གསུངས་བསྡད་ན་ཡག་པོ་མི་འདུག། ཚོགས་གཙོ་དེ་བཏང་འཛིན་གནང་རོགས་གནང་ཞུ་ཡས་དཀྲོག་གཏམ་དེ་ནས་གླང་གི་འདུག།
ལགས་ཞེ་དེའི་དགེ་ཞེ་གང་རེད་ལ་སོང། པར་དུ་ཚོགས་གཙོ།
གདངས་ཆ་འདི་འདྲ་ཞིག་གི་སྒང་ནས་བཤད་བཞིན་འདུག་གདངས་ཆ་འདི་སྒོ་ནས་གཙང་མ་བཟོས་ན་ཡག་གི་རེད་བསམ་ཁྱེད་ཀྱིས་བཞུགས་ཡོད་རེད།

འདི་ལྟ་བུའི་དེབ་ཐེར་ནི་བསྟན་ཟིན་པ་ཡིན་ད་རྗེས་མ་དེའི་ཐོག་ལ་མ་གསུངས་ན